ཚང་མ་ལ་བཀྲ་ཤིས་ལེགས་ཞུ་ཡིན། ཨ་ད་རེས་ངེད་ཀྱིས་ཨ་ནི་ཁ་རས་གྱོན་སྟངས་ཐོག་འགྲེལ་བཤད་རྒྱག་འོ་བསམ་སོ་ར་ཅི་ལྟའང་ནི་ད་ཁ་རས་དེ་མ་ག་དུས་ག་དུས་གྱོན་དགོས་ཡོད་མེད་དེ་འགྲེལ་བཤད་རྒྱག་ན་བསམ་སོ་ར་ཅི་ལྟའང་ནི་སུས་སུས་ཀྱིས་ཤག་ལ་བཞུགས་དུས་ག་སོ་ར་ག་དུས་ནི་ད་ནང་ལ་དེ་དུས་ཡིན་ན་ཁ་རས་མ་གྱོན་ནས་འགྲིག་གོ་ར་ད་ཤག་ལ་དུས་སོ་སོ་གཅིག་པོ་དེ་ས་འབྱོར་བ་འོང་དེ་ན་ཁ་རས་མ་གྱོན་ནས་འགྲིག་གོ་རེད་ད་གལ་སྲིད་གཏན་འཇགས་ཀྱི་གྱོན་ཨ་འགྲོ་བཞིན་ན་ནི་ཨ་སོ་སོ་ཁ་རས་འདི་འདྲའི་འགྲོ་གྱོན་ཤག་ན་འགྲིག་གི་ར་བ་སོ་སོ། ཤ་ལ་ཞུགས་དུས་སྐབས་སུ་ར་ཁ་རས་དེ་འདྲས་མཆོད་ན་འགྲིག་གི་རེད་རོ། ཨ་གལ་སྲིད་ཨང། ཕྱི་ལོགས་ལ་ཕེབས་དུས་སྐབས་སུ་ཡིན་ན་ར་དང་པོ་ངེད་ལ་ལྟ་སོ་སོ་ནང་ལ་ཞུགས་དུས་སྐབས་སུ་ཕྱི་ལོགས་ལ་ཕེ་ཡས་ན་ཡིན་ཅི་མིན་ཅི་རོ་ཨ་ཁ་རས་གྱོན་ཡོད་དཔེ་གལ་ཆེན་པོ་རེད། ཨ་ནི་ཁ་རས་མ་གྱོན་གིན་དང་པོ་ངེད་ལ་སོ་སོའི་ལག་པ་དེ་ཡག་པོ་བཀྲུས་ཨ་སོ་སོ་ཁ་རས་ཡོད་དུས་སུ་ཨ་ཁ་རས་དེ་ཡིན་ཡ་ལེན་བྱེད་ར། ཨ་ཁ་རས་གྱོན་དུས་ག་དུས་ཡིན་ན་ག་འདྲས་བྱུང་བ་རེད་འདི་གི་ཐག་པ་དེ་ངེད་གཉིས་ལ་ལག་པ་འཆང་བྱེད་ར་ཨ་ནི་ཁ་རྫུ་ལ་དེ་འདྲས་ཟིན་ཁ་རས་དེ་དེ་འདྲས་གྱོན་དགོས་ར་ཨ་ནི་ཁ་རས་དེ་གྱོན་ཚར་རྗེས་ལ་ཨ་ནི་ང་ཚོ་རས

ཁ་རས་དེ་ཆུ་ཚོད་བདུན་གྱོན་ཡོད་རོགས་ཨ་འདི་རྗེས་ལ་མུ་མཐུད་ནས་མ་ཆོག་འགྲོ་བྱུང་ན་ནི་པ་ར་ལ་ར་ཆུ་ཚོད་ད་བདུན་ལ་དེ་ངེས་བཅུ་བཞི་ལ་བསྡུས་ར་ཆུ་ཚོད་བཅུ་བཞི་ཟེར་བ་ང་ཚོ་ཁ་རས་ཁ་རས་དེ་གྱོན་ཤ་ནས་འགྲོ་གོ་རོགས་ཨ་གལ་སྲིད་ཁ་རས་དེ་རོགས་གྱོན་ནས་ར་ཏྲ་འོ་དེ་ནས་གྱོན་ཚར་ཡོད་རྗེས་ལ་གལ་སྲིད་ཉི་མ་ཡག་པོ་ཡོད་ན་ར་སོ་སོ་གྲྭ་ཤག་གི་ཕྱི་ལོགས་དེ་བ་ལ་དགེ་འོང་དེ་བ་ཉི་མ་ཡོད་ན་འོ་འདི་ཉི་མ་ཡོད་ས་ལས་ནི་སྐམ་བྱིན་ར་ཡང་འོ་འདི་རྗེས་ལ་ར་ཡང་ཉི་མ་གཅིག་ཟེར་བ་ཡང་འགོ་ནས་ཡོད་ཨ་དེ་ཁ་རས་དེ་ཡང་ཆུ་ཚོད་ད་བཅུ་བཞི་འགྲོ་བརྩིས་ནས་ཡང་ཁོང་ཚོའི་ཡང་ཁ་རས་དེ་འགོ་ནས་གྱོན་ཤ་ནས་འགྲོ་གོ་རེད། བོ་འདི་ཞུ་ཡས་ཡིན། ཨ་ཅེ་ལགས་ནས་ཁ་རེ་འདི་རིགས་འདི་ར་སྤྲུལ་བཅས་ཡོད་མ་རེད་སྤྲུལ་ནི་བོད་ཆོས་ལྟ་ངན་འགྲོ་བ་ག་ཤེད་ཀྱི་རོ་འདི་སྤྲུལ་ནི་བོད་ཆོས་ལྟ་ང་ཡོད་མ་རེད་བོ་འདི་གཅིག་ཞུ་ཡས་ཡིན་ར། ཨ་འདི་ཉམས་འགྲོ་འདར་ར་ད་ཁ་རེ་ཆོས་ཆོས་ཆོས་སྟངས་བརྗོད་རོ་ཨ་འདི་སུ་ཆོས་བྱས་ར་ག་ཤེད་ཀྱི་དེ་འདྲས་ཞུ་ངན་འདུག་ར་ག་ཤེད་ཁ་རེ་འདྲས་ཆོས་ངན་འདུག་ར་ག་ཤེད་འདྲས་བྱས་ར་ནོར་བུ་གི་འདི་འདི་ལྟོས་ནས་བཞག་ངན་འགྲོ་འདུག་ར་ག་ཤེད་ནས་ཁ་རེ་འདི་འདྲས་ཆོས་འདུག་ར་ག་ལྟོས་ནས་ཁ་རེ་ཆོས་འདུག་ག་ཟེར་ར་སྣ་དགུ་དང་ཁ་བཏགས་འདི་མལ་ལས་འདི་ཚང་མ་འདྲས་འཇིག་མི་འཇིག་བཀག་འོ་རེད་བོ་འདི་གཅིག་ཞུ་ཡས་ཡིན་ར། ཨ་འདི་མཉམ་འགྲོ་ལ་ར་ཁ་རེ་ད་ལྟ་ག་ཤེད་ཀྱི་དེ་བུ་བཞོ་དང་མི་འགྲོ་ཨ་རེ་ཁ་རེ་རེད་རེད་ཁ་རེ་འགྲོ་དང་ད་དེ་འདྲས་ཁ་རེ་འགྲོ་དེ་ཚོ་འགྲོ་འོན་ན་ད་ལྟ་ཀྱི་ནད་ཡམས་འདི་ར་དཀའ་ཐུག་མ་རེད་ར་བྱས་ཙང་ཁ་རེ་དེ་ཚོ་རིགས་འདི་ད་ལྟ་མ་ཆོད་ན་ཡག་པོ་ཡོད་ར་བྱུང་ན་སུ་སུ་གི་དེ་ད་ལྟ་དེ་ཁ་རེ་དེ་ཆོད་ཨ་འདི་གང་ནས་ཁ་རེ་དེ་གྲོགས་པོ་ཚོ་ཆ་ཡོད་དུ་བསམ་ན་ར་འདི་ཕྱི་ལོ་ལ་སུ་སུ་དེ་འདྲས་ཁ་རེ་དེ་ཆོད་ཨ་འདི་བུ་བཞོ་དང་མཉམ་འགྲོ་གི་བྱེའུ་རྒྱལ་ཡོད་ཀྱི་བྱས་ཤ་ན་འགྲིག་གི་རོ་ཨ།

ཨ་བྱུང་ན་ར་ད་སོ་སོ་ཤ་ལ་ཡིན་ནའི་རེད་ག་རེ་ཡིན་ནའི་རེད་ཁ་རེ་ཡིན་དེ་བཞིན་ཡང་བོད་འདི་ནས་ཡག་པོ་ཡོད་རེད་སོ་སོ་ཤ་འགྲོ་ལེ་ཡིན་ན་ཤ་ལ་ན་སོ་སོ་ཡིན་སོ་སོ་ཅོག་པོ་བསྡད་ས་ལ་ལ་ཧོར་དང་འོན་དེ་ལས་ན་ཡང་ཁ་རེ་དེ་འདྲའི་འགྲོ་གོན་ཤ་ན་འགྲིག་གི་དང་ཆུ་ལ་ལ་འགྲོ་དུས་དེ་འདྲའི་གོན་ནི་ད་འགྲོ་ན་ར་འདི་གི་ཨ་ནི་ནའི་ནད་ཡམས་འདི་ཀ་ཐུང་མ་རེད་ལ་ནི་ཞོ་ཡ་ཡིན་ར་ད་མང་ཆེ་འགྲོ་ཁ་རེ་ཁ་རེ་གོན་སྟངས་ནི་ད་ནི་གཉན་ནད་འདྲེ་ཤེས་ཀྱང་ཡིན་ར་ཁ་རེ་དེ་འདྲའི་མ་ཆུ་རུ་ཆེ་ག་ཤས་ཡིན་དེ་ཁ་རེ་ཆུ་ཡོད་དུ་ག་ཤས་ནི་ར་དེ་འདྲའི་ཆུ་ཡོད་དུ་ར་འོན་དེ་དེ་འདྲའི་མ་ཆུ་རུ་ཆེ་ར་ཁ་རེ་གང་ལ་ཡིན་དེ་བཞིན་ཡག་པོ་ཤ་རུ་ཆེ་འོ་དེ་ནས་བཞིན་ཆོས་རོ་བྱེད་ལ་ནི་བྱོལ་ཡིན། ཚང་མ་ལ་ཐུགས་ཆེ་ན།